བདག་དབང་ཞེས་པ་ཚིག་དབང་རིན་པོ་ཆེ། ལུས། ལུས་གནད། ངག་གནད། སེམས་གནད་གསུམ། ལུས་གནད་མི་གཡོ་བ་ཙོག་པུར་གནས། ངག། མི་གཡོ་བ་རླུང་རང་བབས་སུ་བཞག་རླུང་རང་བབས་སུ་བཞག་ཟེར་དུས་དབུགས་ཀྱི་རྩོལ་བ་ལ་མ་བརྟེན་གསུང་གི་ཡོད་རེད་རྒྱུན་དུ་བྱས་ནས་རླུང་རང་བབས་སུ་བཞག་ད་སེམས་ཀྱི་གནད་དེ་གལ་ཆེ་ཤོས་དེ་འདི་རེད་ད་ལུས་ངག་ཡིད་གསུམ་གྱི་ནང་ནས་སེམས་ཀྱི་གནད་དེ་གཙོ་བོ་རེད་ག་རེ་ཟེར་ན་དབང་བསྒྱུར་བྱེད་མཁན་དེ་སེམས་དེ་ཡིན་པ་རེད་དབང་བསྒྱུར་བྱ་དེ། ལུས་དང་ངག་གཉིས་ཏེ། སེམས། སེམས། དབང་སྒྱུར་མཁན་སེམས་ཡིན་པ་ཡིན་དུ་དེའི་གནད་དེ་ལ་གནད་དུ་སྣུན་ཐུབ་ན་དེ་གནད་དུ་སྣུན་ཐུབ་ན། ལུས་དང་ངག་གཉིས་ཀྱི་གནད་དེ་ཡང་རང་བཞིན་གྱིས་བབ་ལ་གྲོལ་ཐུབ་ཀྱི་རེད་དེ་ཡིན་དུ་སེམས་ག་རེ་ཟེར་ན་གང་ཤར་གྱི་ངོ་བོར་ལྟོས་ལ། གང་ཤར་གྱི་ངོ་བོ་ཟེར་དུ་རྣམ་རྟོག་རེད། ད་ལྟ་ང་ཚོ་དེ་དག་ཆོས་གཅིག་གི་གསུང་སྟེ་རྣམས་ལ་རྣམ་རྟོག་ངོ་བོ་ཆོས་སྐུར་གསུངས་པ་བཞིན་ཅི་ཡང་མ་ཡིན་ཅི་ཡང་འཆར་བ་ལ་མ་འགགས་རོལ་པར་འཆར་བ་ཟེར་ཡ་དེ་ད་དེ་ཡི་གནད་དེ་ག་བ་ཐུག་ཡོད་རེད་ཟེར་ན་སོ་སོའི་སྐྱེ་བོའི་དགེ་བློ་གཉིས་འཛིན་གྱི་ནང་ལ་བསྡད་པའི་རིང་ལ་ང་ཚོའི་རྣམ་རྟོག་ཟེར་དེ་ལ་སྐྱོན་དེ་ལྟ་གི་ཡོད་རེད་དཔེར་ན་སྒོམ་རྒྱག་མཁན་ཚིག་གི་ཡིན་ན་ཡང་སྒོམ་རྒྱག་དགོས་བའི་རྒྱུ་མཚན་ག་རེད་ཞེས་བསམ་བློ་བཏང་ཡོང་དུས་འོ་རྣམ་རྟོག་དེ་བཅོམ་བྱེད་རེད་ག་རེ་བསམ་ན་ད་ལྟ་ང་ཚོ་ལ་རྣམ་རྟོག་གི་བར་དོ་གཅོད་ཀྱི་ཡོད་རེད་ཉམས་ལེན་བྱེད་ཡ་ལ་རྣམ་རྟོག་གི་བར་དོ་གཅོད་ཀྱི་ཡོད་པ་ཡིན་དུས་ད་སྒོམ་ལ་བརྟེན་ནས་རྣམ་རྟོག་དེ་མ་བཅོམ་བྱས་ནས་རྣམ་རྟོག་དེ་བག་མེད་པ་བཟོས་རྣམ་རྟོག་དེ་རྩ་མེད་དུ་བཏང་ཡང་ཅི་རེད་བསམ་པའི་གི་འདུ་ཤེས་དེ་འདྲས་ཅིག་ཡོད་ནས་སྒོམ་དེ་རྒྱག་གི་ཡོད་པ་ཡིན་དུས་སྒོམ་དེ་གནད་ལ་འགྲོ་གི་ཡོད་མ་རེད་ཕྱག་རྒྱ་ཆེན་པོ་དུ་རྫོགས། རྫོགས་པ་ཆེན་པོའི་གི་སྐབས་སུ། རྩ་ལ་ག་རེ་བཏོན་ཡོད་རེད་ཟེར་ན་རྩ་བ་བཏོན་ཡག་དེ་འོ། རྣམ་རྟོག་ལ་དཔང་བསྒྱུར་བྱེད་ཡག་ཡོད་མ་རེད། ད་ལྟའི་གི་བཤད་པ་རྩལ་གནས་བ་འདི་གི་ཐོག་ལ་རྣམ་རྟོག་གང་ཤར་བ་ཡིན་ན་ཡང་རྣམ་རྟོག་གང་ཤར་དེ་གི་ངོ་བོ་ལ་ཅེར་གྱིས་བལྟ་ན་འོ། དེའི་ནང་ནས་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ངོ་དེ་ནས་འཕྲོས་དགོས་ཀྱི་ཡོད་རེད་མ་གཏོགས་རྣམ་རྟོག་ལ་སྐྱོན་དུ་བཏང་ནས་བག་སྤངས། རྣམ་རྟོག་མེད་པ་ཅིག་བྱུང་ན་བསམ་པས་རྣམ་རྟོག་མེད་པ་ལ་རེ་བ་བྱས་ནས་རྣམ་རྟོག་ལ་སྐྱོན་དུ་ལྟ་རྣམ་རྟོག་མེད་པ་ལ་ཡོན་ཏན་དུ་ལྟ་བས་དེ་འབྲེལ་གྱི་འདུ་ཤེས་གཉིས་ཀྱིས་ནི་གྲོགས་ཀྱིས་བཅིངས་བསྡད་པ་ཡིན་ན། དེ་ནི་གཉིད་ལུགས་གཉུག་མ་ངོ་འཕྲོད་པའི་སྐབས་ནམ་ཡང་ཡོང་སྲིད་ཀྱི་མ་རེད། དེ་འདྲ་རེད་དོ། དེ་ཡིན་དུ་ཕྱག་རྒྱ་ཆེན་པོའི་སྐབས་སུ་ལ་དྭགས་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་གང་ནས་ངོ་འཕྲོད་ན། རྣམ་རྟོག་ངོ་འཕྲོད་པ་རེད། ལས་དང་པོ་པ་ལ་རྣམ་རྟོག་དང་རྣམ་རྟོག་གི་ངོ་བོ་གཉིས་དབྱེ་བ་ཕྱེ་དགོས་རེད་དེ་གལ་ཆེན་པོ་རེད། རྣམ་རྟོག་གི་ངོ་བོ་ཆོས་སྐུ་མ་གཏོགས་རྣམ་རྟོག་ཆོས་སྐུ་རེད་ཟེར་ཡ་དེ་གསུང་གི་ཡོད་མ་རེད། ངོ་འཕྲོད་ཟིན་པའི་གི་རྣལ་འབྱོར་པ་ལ་རྣམ་རྟོག་གི་ངོ་བོ་ཟེར་བྱས་ནས་ཐ་སྙད་ཟུར་དུ་བཏགས་དགོས་ཀྱི་མ་རེད། ཉོན་རྟོག་བསྒོམ་པའི་གནད་ལ་ཡང་རང་བབས་ཆུད་ཚ་དུས་ཨ་ནེ། རྣམ་རྟོག་གང་ཤར་དེའི་ཆོས་ཉིད་ཀྱི་རྩལ་དང་རོལ་པ་ཆགས་ཡོད་དུས། ཡེ་ནས་མ་བླ་མའི་ངོ་སྤྲོད་ཡོད་དུས་དེ་ག་རང་རང་ལ་ཡང་ངོ་འཕྲོད་ཡ་ཞིག་རེད་མ་གཏོགས། རྣམ་རྟོག་དེ་ལ་དང་པོ་སྐྱོན་དུ་ལྟ་དེ་མ་སྤང། ད་དེ་ལས་ལོགས་སུ་རྣམ་རྟོག་མེད་པའི་ཆོས་ཉིད་ཀྱི་ངོ་འཕྲོད་ཡ་གའི་གནས་སྐབས་དེ་རྩ་བ་ཉིད་ནས་མེད་པ་རེད། དེ་མེད་པ་ཡིན་དུས་དེ་འདྲས་ཀྱི་ངོ་འཕྲོད་ཐུབ་ན་ཕྱག་རྒྱ་ཆེན་པོའི་སྐབས་སོགས་ལ་བྱིན་རླབས་འཕོ་བའི་དབང་ཟེར་ཡ་དེ་ཐ་སྙད་དེ་དུས་ལྟ་གི་ཡོད་རེད། རྫོགས་ཆེན་གྱི་སྐབས་སུ་རིག་པ་རྩལ་གྱི་དབང་ཟེར་བ་དེ་དེ་དུས་ངོ་སྤྲོད་ཀྱི་ཡོད་རེད་ཐ་སྙད་དེ་སོ་སོ་དེ། ཕྱག་ཆེན་སྐབས་སུ་ལ་བྱིན་ལྷ་འཕོ་བའི་དབང་ཟེར་གྱི་ཡོད་རེད་རྫོགས་ཆེན་སྐབས་སུ་རིག་པ་རྩལ་གྱི་དབང་ཟེར་བ་དེ་ཐ་སྙད་རེད་སོ་སོ་རེད་ངོ་སྤྲོད་པའི་སྐབས་སུ་ལྟ་རྫོགས་ཆེན་སྐབས་སུ་ལ་རྫོགས་ཆེན་སེམས་ཕྱོགས་དང་མན་ངག་གི་ལུགས་ལ་ཡང་ངོ་སྤྲོད་སྟངས་ཀྱི་ཐབས་ཀྱི་རིམ་པ་སོ་སོ་གསུང་གི་ཡོད་རེད་ཕྱག་ཆེན་སྐབས་སུ་ལ་ཡང་ངོ་སྤྲོད་སྟངས་མ་འདྲ་བ་ཡོད་རེད་ཡིན་ན་ཡང་སྤྱི་ཡི་དབང་དུ་བྱས་དུས་སྤྱི་བབ་ཀྱི་དབང་དུ་བྱས་ཡོང་དུས། ཨ་ནི། ད་ལྟ་འདི་ནས་བཤད་པའི་ད་གང་ཤར་གྱི་ངོ་བོར་ལྟོས་ལ་སོགས་གང་ཤར་གྱི་ངོ་བོ་ཟེར་དུས་ཐ་སྙད་དེ་བཟང་པོའི་རྣམ་རྟོག་ངན་པའི་རྣམ་རྟོག་གང་ཤར་ན་ཡང་གསུངས་ཡོད་ར་བ་དེ་མ་གཏོགས་ངན་པའི་རྣམ་རྟོག་ཤར་ན་བཞག་ཞོག་ཟེར་བའི་སྐད་ཆ་མ་རེད། མདོར་ན། ད་ལྟ་ཁ་སང་ངས་འཇམ་པ་ཆེ་ཤོས་ནས་ཞུས་པ་ལྟར་དུ་རེད་འདུ་ཤེས་ཀུན་གྱི་དོན་སྤངས་ཤིང། རྣམ་ཤེས་དོད་ནས་འགོག་པར་བྱེད། འགོག་ཟེར་བའི་སྐབས་སུ་ཐ་སྙད་འདི་བརྡ་དག་གི་སྐབས་སུ་གཉེན་པོ་ལ་བརྟེན་ནས་བཀག་པའི་ཐ་སྙད་ཅིག་ཡོང་གི་འདུག་བ། ཡིན་ན་ཡང་འཇམ་པའི་ཚིག་འབྱོར་ནང་ནས་བཤད་པའི་འགོག་ཟེར་དེ་དེ་མ་རེད། ག་རེ་ཟེར་ན་གནས་ལུགས་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ངོ་འཕྲོད་ཡོང་དུས། རྣམ་ཤེས་རགས་པ་ཐམས་ཅད་དེ་རྣམ་ཤེས་རགས་པ་དེ་མ་ཕྲ་མོ་ལ་ཡོང། ཕྲ་མོ་ཕྲ་མོ་དེ་མ་མ་ལས་ཡོང་དུས་དེ་ནས་གང་འཚམ་གྱིས་ལ་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་ངོ་བོ་ལ་རྣལ་འབྱོར་ཡོང་དུས། གནས་འགྱུར་ཡོན་དུ་གཏད་དེ་ཐ་མ་ཅིག་རྣམ་རྟོག་དེ་ཚོའི་གྲལ་དེ་རང་བབས་སུ་འགག་འགྲོ་གི་ཡོད་རེད་རང་བབས་སུ་ཡལ་འགྲོ་བ་རེད་ཆོས་ཉིད་ཀྱི་ངང་དུ་གྲོལ་ཡོང་གི་ཡོད་རེད་འགག་ཟེར་ཚིག་དེ་བཀག་པའི་དོན་དག་མ་ཡིན་པར་འགོག་སྟེ་གྲོལ་བའི་ཐ་སྙད་ལ་འགྲོ་དགོས་ཀྱི་རེད། རོང་ཟོམ་མ་པ་འདི་དག་གིས་ཐ་སྙད་དེ་གསུང་གི་ཡོད་རེད་དེ་ཡོན་དུ་གྲོལ་བ། དེ་ཡི་ཀློང་དུ་ཕ་བྱུར་བ་དེ་ཡི་ཀློང་དུ་གྲོ་བོའམ་དེ་ཡི་ཀློང་དུ་བྱུར་ཡོངས་འདུ་འགོག་ཐ་སྙད་བཏགས་ཡོད་འདུག་རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་ཡག་གི་ཐ་སྙད་དེ་རྒྱུའི་རྒྱུ་འབྲུ་བྲལ་བ་ནང་ན་དེ་གསུང་གི་ཡོད་རེད་དེ་འདྲ་ཡོད་འདུག་རང་རིག་རང་གསལ་འཛིན་མེད་ཅན་ངང་ལ་ཧྲིག་གེར་ཞོག། ད་ཡུན་རིང་པོ་བཞུགས་གི་མ་རེད་སྐར་མ་གཅིག་རྩ་ཆེ་རེད། འོ་ད་དེ་རེད། ད་ཡུན་རིང་པོ་བཞུགས་ན་ཕན་ཐོགས་གང་ཡོད་མ་རེད་ཀོ། སྐད་ཅིག་གཅིག་གི་བྱེ་བྲག་ཕྱེད་ཟེར་འཇམ་པ་ཚིག་མཆོག་ཚིག་ནང་ལ་འདུག་བ་དེ་ཐུགས་ལ་ངེས་དགོས་སྐད་ཅིག་གཅིག་གི་བྱེ་བྲག་ཕྱེད་སྐད་ཅིག་གཅིག་གིས་རྫོགས་སངས་རྒྱས་ད་རྫོགས་པ་ཆེན་པོའི་སྐབས་སུ་ཕ་མཐའི་འཁོར་བ་རེད། ཚུལ་ལྡན་མྱང་འདས་རེད། འདི་བར་ཐག་ལ་སྟོང་པ་ཆེན་པོ་ཡོད་མ་རེད་ཟེར་གསུང་གི་ཡོད་རེད་དེ་ཡིན་དུ་ད་ཆུ་ཚོད་ནས་ཆུ་ཚོད་བསྒོམ་བསྡད་ན། ཡང་ངོ་འཕྲོད་ཐུབ་མ་སོང་ཟེར་ན་དེ་ཡང་སྒོམ་ཆེན་པའི་ཞབས་འདྲེན་རེད་ཟེར་གྱི་ཡོད་རེད། རེད་འདུག་ག། འོ་དེ་འདྲ་ཡིན་དུས་སྒོམ་ཆེན་པའི་ཞབས་འདྲེན་ཆགས་ཀྱི་ཡོད་རེད་ཡུན་རིང་པོ་ཅིག་ལ་སྒོམ་བསྡད་པ་ཡིན་ན་ད་ཡིན་དུས་ཁོ་སྐད་ཅིག་གཅིག་ལ་ཡང་མཉམ་པར་བཞག་དེ་ཡི་ངང་དུ་ཧྲིག་བྱས་ནས་རྫོགས་ཆེན་ཚིག་གསུམ་གནད་ཀྱི་ནང་སོང་བ་ན་ཆ་ཐག་གཅིག་ཐོག་ཏུ་ཆོད་སྒོམ་གྲོ་ཐོག་ཏུ་བཅར་ན་ཨ་ནི་ངོ་འཕྲོད་ཐུབ་ཡག་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་དེ་ལ་རང་བྱུང་གི་ཡེ་ཤེས་ས་བླ་མེད་རྟོགས་པ་དེ་ནི་རྡོ་རྗེ་སེམས་དཔའ་ཟླ་མེད་ལུང་འདི་གི་ཐོག་ནས་འདི་མཚོན་པ་ཡིན་པས་བདག་དོན་རྡོ་རྗེ་ཚིག་གི་ངོ་སྤྲོད་པའི་དོན་གོ་བ་ཇི་བཞིན་ངོ་མཐོང་ཟླ་མེད་པ་རིག་པའི་ཤེས་གསུང་མཚན་གང་དུ་ཡང་མི་མེད་སྟོང་པའི་ཡེ་ཤེས་བདེ་བ་ཆགས་དྲི་མེད་ཤེས་ལ་འཇའ་ཚོན་ལྟར་ཤེས་དྭངས་པ་འདི་ལྟ་འདི་ལྟ་དྭངས་མ་ཞེས་ལ་ལྟ་གང་ཡང་མི་འདུག་དེ་ཡིན་ནའང་ཤེས་དྭངས་པ་ལ། ཁ་དོག་དམར་པོ་སེར་པོ་གང་དུ་བཞག་ན་ཡང་ཁ་དོག་དེ་ཤེལ་གྱི་རང་མདངས་ལྟ་བུ་མཚོན་གྱི་རེད། ཡིན་ན་ཡང་དེ་འདྲའི་གི་ཁ་དོག་སྣ་ཚོགས་པ་དེ་ཤེལ་གྱི་རང་མདངས་རེད་པས་ཟེར་ན་མ་རེད། ཡིན་ན་ཡང་དེའི་རྐྱེན་ངང་སྟེ་ནས་ཁོ་ལ་ཤར་ཕྱོགས་ཀྱི་ཡོད་རེད་ཟེར་ཤེས་ཡོང་དུས། ཕྱི་ཡི་རྐྱེན་རྣམ་པ་སྣ་ཚོགས་པ་ནང་གི་རྐྱེན་རྣམ་རྟོག་སྣ་ཚོགས་པ་དེ་སེམས་ཉིད་གདོད་མའི་གཤིས་ལ་ཡང་འཆར་ཆོག་གི་རེད། ཡིན་ན་ཡང་དེ་གོལ་ཡོད་རེད་བས་ཟེར་ན་གོལ་ཡོད་མ་རེད། རེད་འདུག་ག་དེ་རང་མདངས་ཟེར་བ་རེད། རང་མདངས་དང་རང་སྣང་དང་རང་རྩལ་ཡིན་པ་ཤེས་ཐུབ་ན། དེ་ལ་བརྟེན་ནས་དཔང་ཆུ་གཅིག་དང་བླངས་ཆུ་གཅིག་གི་གཉིས་འཛིན་གྱི་བློ་གོ་གི་མི་འདུག་གང་ཤར་སྨྱུག་མའི་ངོ་བོ་སྐྱོང་ན། དེ་ནི་ཆོ་རོམ་ཆུ་རུ་ཤོར་བ། འོ་ཆག་རུམ་ཆུ་རུ་ཤོར་བ་ལྟ་བུ་ཆགས་ཐུབ་ཀྱི་ཡོད་རེད་རླབས་རྦ་རླབས་རྒྱ་མཚོ་ལ་ཐིམ་པ་ལྟ་བུ་ཡོང་ཐུབ་ཀྱི་ཡོད་པ་ཡིན་དུས་དེ་ནི་སྒོམ་སྙུག་མ་ལ་རྩེ་ས་ཟིན་པ་ཟེར་ཡག་ཏུ་ཐ་སྙད་དེ་དུས་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་གཟུང་འཛིན་གང་དུ་ཡང་མི་དམིགས་ཤིང་སྟོང་པའི་ཡེ་ཤེས་བདེ་བར་འཆར་དྲི་མེད་ཤེས་ལ་འཇའ་ཚོན་བཞིན་དབུ་མཐར་མ་དག་ཏུ་ཨ་བྷི་གྷལ་ཛ་ཧཱུྃ་ཞེས་གསུངས་པའི་རྟོགས་པའི་ལྷན་ཅིག་སྐྱེས་པའི་ཡེ་ཤེས་ས་ལ་མི་ལྟོས་པའི་ངང་ཅུང་ཟད་མཉམ་པར་ཞོག་པར་ཞུ། དེ་ལྟར་དབང་བཞི་པ་བསྐུར་བའི་བག་ཆགས་ཀྱི་དྲི་མ་དག། ལམ་འཁྲིག་ཕྱིར་ཐོད་ཁ་བསྒོམ་པ་ལ་དབང་ཤིན་ཏུ་རྣམ་པར་དག་པ་ལྷན་ཅིག་སྐྱེས་པའི་བདེ་ཆེན་ཡེ་ཤེས་མངོན་དུ་བྱེད་འབྲས་བུ་ངོ་བོ་ཉིད་ཀུན་དགའ་བ་ཅན་དུ་བྱེད་པ་ཡིན་ནོ། ཞུ་དག་འདི་སྐབས་ལ་ཡང་དབང་དངོས་གཞི་སྟེ། ལྷ་ཡི་རང་གི་ལུས་ལ་ལྷ་ཡི་སྐུ་ཡིས་བྱིན་གྱིས་བརླབ། ངག་ལ་ལྷ་ཡི་གསུང་གིས་བྱིན་གྱིས་བརླབ། ལས་ནི་སེམས་ལ་ལྷ་ཡི་ཐུགས་ཀྱིས་བྱིན་གྱིས་བརླབ་པ་སྟེ། གསང་སྔགས་རྡོ་རྗེ་ཐེག་པའི་ལུགས་ལ་རང་གི་ལུས་ངག་ཡིད་གསུམ་སྟེ་ཐ་མལ་པ་ལ་གནས་ན། དེ་ནི་དག་པ་ལྷ་ཡི་སྐུ་གསུང་ཐུགས་ཀྱི་བྱིན་རླབས་དབང་ཕེབས་ཐུབ་ཀྱི་མ་རེད་གསུང་གི་ཡོད་རེད་དེ་འདྲ་ཡིན་དུས་དེ་ནི་ལུས་ཙོག་པུར་བཞུགས། ངག་གིས་རྣ་བ་གཅད། དེ་ནི་སེམས་དུས་གསུམ་གྱི་རྟོག་ཚོགས་ཀྱི་རྒྱས་སུ་མ་འགྲོ་བ། སེམས་ཀྱི་ངོ་བོ་སྟོང་པ་ཉིད་རང་བཞིན་འོད་གསལ་བ་གསལ་ཅིག་ཐུན་མོང་དུ་དེ་འདྲ་ཞིག་བཤད་དེ་ཧ་ཅང་ཆེ། ད་གསང་སྔགས་རྡོ་རྗེ་ཐེག་པའི་ལུགས་ལ་ལྟོས་ནས་དབང་གསུམ་པ། བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་བཞི་པ་ཚིག་དབང་རིན་པོ་ཆེ་སྐབས་སོགས་ལ་རིག་སྟོང་གཉིས་སུ་མེད་པའི་གི་གནས་ལུགས། དེ་འདྲ་གི་གནས་ལུགས་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་སུ་ཡལ་གདོད་མ་ནས་རང་ཆས་སུ་ཡོད་པ་མ་གཏོགས་བླ་མེད་ཀྱི་ངོ་སྤྲོད་ནས་སེམས་ཀྱི་གནས་ལུགས་གསར་དུ་རྙེད་ཡོང་རྒྱུ་ལྟ་བུ་བས་མ་ཡིན་པ་ཡང་ན་སེམས་ཀྱི་གནས་ལུགས་ལོག་ནས་ཚུལ་གསར་དུ་རྙེད་ཡོང་བ་ལྟ་བུ་མ་ཡིན་པར་རང་གནས་ཡེ་ཤེས་ཀྱི་གནས་ལུགས་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་ལ་སངས་རྒྱས་ལ་བཟང་དུ་མེད་སེམས་ཅན་ལ་ངན་དུ་མེད་བཟང་ངན་འདི་བཟང་ངན་དང་མཐོ་དམན་ཡག་སྡུག་སྤང་བླང་གི་རྣམ་གཞག་གིས་སྐྱོན་གྱིས་མ་གོས་པ། གནས་ལུགས་དེ་ཡི་ངང་དུ་རྟག་ཏུ་གནས་བསྡད་པ་ཡིན་དུས་ད་ད་ལྟ་བླ་མེད་ཀྱི་རྡོ་རྗེ་སློབ་དཔོན་གྱི་ཡི་གནས་མ་ངོ་སྤྲོད་ནས་ད་ཁྱེད་རང་ཚོའི་སེམས་དེ་སེམས་ཀྱི་གནས་ལུགས་དེ་ད་ནི་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་རེད་ཅེས་ནས་བཤད་ཡོང་དུས་ལས་དང་པོ་པ་ཐམས་ཅད་ཀྱིས་དེ་ཇི་ལྟ་བ་བཞིན་དུ་རྟོགས་མ་ཐུབ་ན་ཡང་ཐ་མ་བེ་ཀའི་རྟོག་ཚོགས་ཐམས་ཅད་དེ་དར་ཅིག་ལ་ཕག་འགོག་ནས་ད་ནི་རྟོག་ཚོགས་ཀྱི་རྗེས་སུ་མ་འགྲོ་བ་བྱས་ནས་གང་ལྟར་རྣམ་རྟོག་ཤར་སོང་ན་ཡང་རྣམ་རྟོག་དེ་ཡི་ངོ་བོ་ལ་ཅེར་གྱིས་ལྟ། ཨ་ནི་བཟང་དུ་རེ་བ་དང་ངན་དུ་དོགས་པ་མ་ཡིན་པ། འདི་བཟང་པོའི་རྣམ་རྟོག་རེད་བསམ་ནས་ཚུར་བསྒྲུབ་རྒྱུ། འདི་ངན་པའི་རྣམ་རྟོག་རེད་བསམ་ནས་བ་སྤང་རྒྱུ་དེ་འདྲ་ཡོག་མ་རེད། སྤང་བླང་དང་རེ་དོགས་ཀྱི་སེམས་ཀྱི་སྣབས་དེ་གིས་བཅིངས་ནས་འཁོར་བ་ཐོག་མེད་ནས་ད་ལྟ་ང་ཚོ་འཁོར་བའི་གནས་སུ་དེ་ནི་དོན་མེད་པའི་སྡུག་བསྔལ་རྒྱུ་ལས་ཡ་སྡུག་བསྔལ་གྱི་ནང་དུ་གནས་དགོས་ཡ་དེ་དེ་ནི་བཟང་ངན་རེ་དོགས་ལ་སོགས་པའི་གི་གཉིས་འཛིན་གྱི་བློ་ཡིས་བལྟས་སོ། གཉིས་འཛིན་གྱི་བློ་ཡི་དྲ་བ་ར་བ་འདི་གིས་བཅིངས་ནས་ད་དཔེ་ཆ་བ་ཟེར་ཡ་མི་འདུག་སྒོམ་ཆེན་པ་ཟེར་རྒྱུ་ཡང་མི་འདུག་ཉམས་ལེན་པ་ཟེར་ཡ་མི་འདུག་ཚང་མའི་གི་སེམས་ལ་བག་ཆགས་དེ་འདྲ་ཅིག་ཡོད་བསྡད་པ་ཡིན་དུས་དེའི་སྟོབས་ཀྱིས་བླ་མའི་ངོ་སྤྲོད་ན་ཡང་ངོ་འཕྲོད་ཐུབ་གི་ཡོད་མ་རེད། འོ་དེ་ང་ཚོ་དཀའ་ངལ་དེ་རེད། བླ་མའི་ངོ་སྤྲོད་ཟེར་དུས་ངོ་གསར་དུ་སྤྲད་བྱ་གང་ཡང་ཡོད་མ་རེད། སོ་སོའི་སེམས་རྒྱུད་ལ་ཡོད་པའི་གི་གཞི་ཡི་གནས་ལུགས་དེ་འདི་འདྲ་ཞིག་རེད་ཟེར་ནས་བླ་མའི་ངོ་སྤྲོད་པ་རེད། སྤྲོད་མཁན་བླ་མ་ཡང་དེ་ལྟའི་སེམས་ཀྱི་གནས་ལུགས་ཀྱི་ཉམས་ལེན་དེ་སྔོན་དུ་ངོ་འཕྲོད་དགོས་བ་རེད། བླ་མ་རང་ཉིད་ཀྱི་སེམས་ཀྱི་གནས་ལུགས་དེ་ངོ་མ་འཕྲོད་ན། སློབ་མ་ལ་ཡང་ཚིག་དང་ཐ་སྙད་ག་ཚོད་ཅིག་བེད་སྤྱོད་བཏང་ནས་དེ་འདྲ་ཞིག་རེད་ཟེར་ནས་བཤད་པ་ཡིན་ན་ཡང་མཚོན་ཐུབ་ཀྱི་མ་རེད་གོ་ཐུབ་ཀྱི་མ་རེད་རྟོགས་ཐུབ་ཀྱི་མ་རེད། དེ་ལ་བརྟེན་ནས་གསང་སྔགས་རྡོ་རྗེ་ཐེག་པའི་ལུགས་དེ་ལྟར་ཡེ་ནས་མ་བྱས་ནས་ཆོས་སྐུ་རྡོ་རྗེ་འཆང་ནས་བཟུང་སྟེ་རང་གི་བླ་མ་ལ་ཐུག་གི་བར་དུ་བརྒྱུད་པ་དེ་དོན་གྱི་བརྒྱུད་པ་རེད། དོན་གྱི་བརྒྱུད་པ་དེ་ཡང་ད་ལྟ་འདི་ནས་བཤད་པའི་གི་རྟགས་དབང་དོན་གྱི་ཡེ་ཤེས་ཟེར་ཡ་དེ་རེད། དབང་དོན་གྱི་ཡེ་ཤེས་ཟེར་ཡ་དེ་ག་བར་གོ་དགོས་ཀྱི་ཡོད་རེད་བསམ་ན་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལས་ཡོད་པའི་གི་གློ་བུར་གྱི་དྲི་མས་ནམ་ཡང་ཡེ་ནས་གཤིས་སུ་གོས་མ་མྱོང་བའི་གི་གནས་ལུགས་ཅིག་ཡོད་རེད་དེ། དེ་ལ་ཡང་བརྟེན་ནས་དབང་དོན་གྱི་ཡེ་ཤེས་ཟེར་གྱི་ཡོད་རེད། དབང་དོན་གྱི་ཡེ་ཤེས་དེས་ངོ་སྤྲོད་པར་བྱེད་པ་ལ་བརྟེན་ནས་དབང་གི་རིམ་པ་ལ་དང་པོ་ཕྱི་ཡི་དབང། དེ་ནས་ནང་གི་དབང། དོན་དམ་པའི་དབང་ཟེར་དབང་གསུམ་བཤད། ད་ཕྱི་ཡི་དབང་ཟེར་བཤད་ཡོན་དུ་ཕྱི་ཡི་དབང་དེ་དབང་གི་ཐ་སྙད་བཏགས་པར་མ་གཏོགས་དབང་ངོ་མ་དེ་ཡོང་གི་ཡོད་མ་རེད། དེ་ག་རེ་ཟེར་ཡོད་ཟེར་ན་དབང་དེ། དེ་ཕྱི་ཡི་དབང་དེ་ལ་རྗེས་སུ་གནང་བ་ཟེར་ཡོད་རེད་རྗེས་སུ་གནང་ཟེར་དུས་ལུས་མ་སྨིན་པ། ལས་དང་པོ་པ་ལས། ལུས་མ་སྨིན་པ་དེ་སྨིན་པར་བྱེད་པ་ལ་རྗེས་སུ་གནང་བ། ངག་མ་སྨིན་པ་སྟེ་ལས་དང་པོ་པ་སྨིན་པར་བྱེད་པ་ལ་ངག་ནི་གཅིག་གི་གསུང་གི་རྗེས་སུ་གནང་བ། སེམས་མ་སྨིན་པ་སྟེ་དག་པ་ལ་སྨིན་པར་བྱེད་པ་ལ་ཐུགས་རྗེ་དབང་ཞེས་ནས་དང་དབང་དེ་ཐ་སྙད་བཏགས་པ་རེད་མ་གཏོགས་དབང་ངོ་མ་ཆགས་ཀྱི་ཡོད་མ་རེད་དེ་ལྟ་ན་རྒྱུ་མཚན་མེད་ལ་རེད་པས་དེ་ནི་བུམ་པ་མགོ་ཐོག་ཏུ་འཇོག་པ་ཕྱི་ཡི་དབང། རང་ལུས་ལྷ་སྐུར་སྤྲོས་པ་ནང་གི་དབང། སེམས་ཉིད་བདེ་སྟོང་དུ་སྤྲོས་པ་དོན་གྱི་དབང་ཟེར་ཡང་དབང་གསུམ་དུའོ། བུམ་པ་མགོ་ཐོག་ཏུ་འཇོག་པ་ཟེར་ཡང་དེ་ལྟ་བུམ་པ་ཙམ་མ་རེད་བུམ་པ་གཏོར་མ་སྐུ་ཚ་ལ་སོགས་པ་མདོར་ན་རྫས་ཀྱི་རིམ་པ་དེ་ཚོ་ཐམས་ཅད་དེ་ང་ཚོ་དབང་དུ་ད་ང་ཚོ་འཇིག་རྟེན་པ་ཕལ་ཆེ་བ་ཅིག་གི་དབང་ཐོབ་མ་ཐོབ་ཀྱི་ས་མཚམས་དེ་བུམ་པ་དེ་མགོ་ལ་འདུག་ཟེར་ཅི་ནས་ཐུག་ན་དབང་ཐོབ་པ། བུམ་པ་དེ་མགོ་ལ་མ་རེད་ན། མ་ཚོར་ན་དབང་མ་ཐོབ་པར་བསམ་བློ་བཏང་གི་ཡོད་རེད་དེ་རྩ་བ་ནས་མ་རེད་དེ་མ་རེད་དེ་ཚོའི་གྲས་དེ་བྱིན་རླབས་ཀྱི་རིམ་པ་དང་རྗེས་སུ་གནང་བའི་གི་རིམ་པ་ཅིག་གི་གོ་རྫས་ཀྱི་ཚད་མ་ཅིག་རེད་མ་གཏོགས་དབང་ངོ་མ་ཆགས་ཀྱི་ཡོད་མ་རེད། ད་ནང་གི་དབང་དེ་ག་རེ་ཟེར་ན་རང་གི་ལུས་ངག། དེ་ནས་སེམས་གསུམ་དེ་དག་པ་ལྷ་ཡི་སྐུ་གསུང་ཐུགས་སུ་ཡེ་གདོད་མ་ནས་དབྱེར་མེད་པ་ཡོད་རེད། མ་དག་པའི་སྐབས་སུ་རྩ་ཟེར་བཤད། མ་དག་པའི་སྐབས་སུ་ལ་རླུང་ཟེར་བཤད། ཡང་ན་མ་དག་པའི་སྐབས་སུ་ཐིག་ལེ་ཟེར་བཤད། དང། དག་པའི་གནས་སྦྱང་ཡོན་དུ་ནི་རྩ་དག་པ་སྐུ། རླུང་དག་པ་ངག་ད་ལྟ་དེ་མ་དག་པའི་ངག་དག་པ་དེ་ནི་རླུང་དག་པ་དེ་ནི་གསུངས། སེམས་མ་དག་པའི་སེམས་ཐིག་ལེ་རེད་ཐིག་ལེ་དག་པ་དེ་ཐུགས་རྗེ་ནས་དག་པ་ལྷ་ཡི་སྐུ་གསུང་ཐུགས་སུ་ཡ་ཆེ་མཐུ་ཡ་དེ་ནང་གི་དབང་རེད། ད་དོན་ངོ་མའི་དབང་དེ་ག་རེད་ཟེར་ན་ད་ལྟ་འདི་ནས་བཤད་པའི་གེ་དང་དབང་དོན་གྱི་ཡེ་ཤེས་དེ་རེད། དབང་དོན་གྱི་ཡེ་ཤེས་ཟེར་ཡ་དེ་བླ་མའི་ངོ་སྤྲོད་དུ་མེད། སློབ་མའི་ངོ་འཕྲོད་དུ་མེད། རང་གནས་ཡེ་ཤེས་ཀྱི་གནས་ལུགས་དེ་མ་བཅོས་པ་ལྷོད་ཅིག་བཞག། ཡིན་ནམ་མེད་ནམ་བསམ་པའི་གེ་རེ་དོགས་མེད་པ། འདི་ཕྱག་རྒྱ་ཆེན་པོ་ཡིན་ནམ་མིན་ནམ། འདི་རྫོགས་པ་ཆེན་པོ་ཟེར་རྒྱུ་དེ་ཡིན་ནམ་མིན་ནམ། འདི་གསང་སྔགས་བླ་མེད་ནས་བཤད་པའི་གི་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་ཟེར་ཡག་དེ་ཡིན་ནམ་མིན་ནམ་བསམ་པའི་གི་ཐེ་ཚོམ་གི་གྲོགས་སུ་མ་སོང་བར་གྲོགས་ཀྱིས་མ་བཅིངས་པར། མཚོན་པའི་གོ་ཡུལ་ལས་འདས་པའི་དཔེ་ལས་འདས་པ། རྗོད་བྱེད་ལས་འདས་པ་བརྗོད་བྱ་ལས་འདས་པའི་བླ་མའི་ཐད་ཀར་ངོ་སྤྲོད་པས་ངོ་སྤྲོད་ན། ངོ་སྤྲོད་ཡོང་དུས་རང་གིས་མཉམ་པར་བཞག་ཤེས་ན། རང་གི་རང་གནས་ཀྱི་ཡེ་ཤེས་དེ་ངོ་འཕྲོད་ཐུབ་པ་རེད། མ་ཐག་རིང་པོ་གང་ཡང་ཡོད་མ་རེད་འཇམ་པ་ཚན་ཆུང་ནང་ནས་སྐད་ཅིག་གཅིག་གིས་བྱེ་བྲག་ཕྱེ། སྐད་ཅིག་གཅིག་གིས་རྫོགས་སངས་རྒྱས་ཟེར་ཡག་དེ་སྐད་ཅིག་གཅིག་གིས་བྱེ་བྲག་ཕྱེ་ཡག་དེ་རྣམ་པར་ཤེས་པ་ཚོགས་དྲུག་གི་ཡུལ་ལ་གཡེང་ནས་འཇུག་ཤེས་དྲུག་གི་ཡུལ་དྲུག་ལ་གཡེང་ནས་འཁྲུལ་བའི་སྐབས་ལ་འཁོར་བ་ཟེར་མིང་བཏགས་པ་རེད། འཇུག་ཤེས་དྲུག་པོ་དེ་ཚུར་འོད་བསྡུ་བྱས་ནས་རང་རིག་མཉམ་ཉིད་ཡེ་ཤེས་གཅིག་གི་ངང་དུ་མཉམ་པར་བཞག་ན། འདི་ནི་རྫོགས་པ་ཆེན་པོའི་སྐབས་སུ་རང་བྱུང་གི་རིག་པ་ཟེར་ཡ་དེ་རེད། རང་བྱུང་གི་རིག་པ་རེད། ད་དེ་འདྲའི་དེ་ལས་དང་པོ་པ་ལ་ཡང་ངོ་སྤྲོད་ཡ་ལ་དེ་ནི་དང་པོ་ཁྱེད་རང་ཚོ་ལུས་དེ་དག་པ་དག་པའི་གི་ལྷ་ཡ་ངག་དེ་དག་པའི་ལྷ་ཡི་གསུང་དེ་ནི་ཡིད་དེ་དག་པ་ལྷ་ཡི་སྐུ་རེད་ཐུགས་རེད་ཟེར་ནས་དམ་ཚིག་སེམས་པ་ལ་སྤྱད་དགོས་ཀྱི་འདུག་ཨ། ཁྱེད་རང་སང་ཉིན་རང་ཉིད་རྡོ་རྗེ་སེམས་དཔའ་ཡིན་བསམ་གོ་གི་ཡོད་རེད་ད་རྡོ་རྗེ་སེམས་དཔའ་དོན་དམ་པའི་རྡོ་རྗེ་སེམས་དཔའ་དེ་ཕྱག་དེ་ཡོད་རེད་ད་ཀུན་རྫོབ་ཀྱི་རྡོ་རྗེ་སེམས་དཔའ་དེ་ཡིན་གྱི་མི་ཡིན་ཕྱག་ན་ཡར་རྡོ་རྗེ་འདུག་རེད་ཅེས་ནས་དྲིས་པོ་འདུག་རེད་ང་རྡོ་རྗེ་སེམས་དཔའ་ཡིན་ད་ཟེར་ཕྱིན་ན་དེ་འགྲོ་དགོས་ཡ་གང་ཡང་མི་འདུག་ག་དེ་ཟེར་གྱི་ཡོད་མ་རེད་ད་དོན་གི་དོན་དམ་པའི་རྡོ་རྗེ་སེམས་དཔའ་དེ་ཕྱག་དེ་གི་ཡོད་རེད་རྡོ་རྗེ་ཟེར་བའི་སྐབས་སུ་ཚིག་དེ་ག་རེ་གོ་གི་ཡོད་རེད་ཟེར་ན་མི་འགྱུར་བ་མི་ཤིགས་པ། བརྟན་པ། སྲ་བ། ཐོགས་པ་མེད་པ། ཐམས་ཅད་དུ། མ་ཕམ་པ། བསམ་བྱ་ཐམས་ཅད་སྐྲག་པར་བྱེད་པ། སེམས་ཅན་ཐམས་ཅད་འཇིགས་པར་བྱེད་པ། རིག་སྔགས་ཐམས་ཅད་སྤྱོད་པར་བྱེད་པ། ལས་ཐམས་ཅད་འཇོམས་པར་བྱེད་པ། གཞན་གྱི་ལས་ཐམས་ཅད་འཇིགས་པར་བྱེད་པ། གདོན་ཐམས་ཅད་བརླག་པར་བྱེད་པ། ཟས་ཡག་གི་ཡོན་ཏན་དེ་ཚུར་དྲིལ་ཏེ། ག་རེ་ཁུག་གི་རེད་ཟེར་ན། ད་ལྟ་ང་ཚོའི་གི་འདི། ལག་པ་ལས་བཟུང་དུ་ཡག་གི་འདི། མཚོན་བྱེད་ཀྱི་དཔེ་ཡི་རྡོ་རྗེ་རེད། ཡར་གྱི་རྭ་ལྔ། མར་གྱི་རྭ་ལྔ། ཡར་གྱི་རྭ་ལྔ་སྟེ། ཐབས་ཀྱི། ཡབ་ལྔ། མ་གིས་ཏེ་ཤེས་རབ་ཀྱི་ཡུམ་ལྔ། ད་ལྟེ་བ་ཀུན་སྟོང་གི་ཐིག་ལེ་འདི། ཆོས་ཐམས་ཅད་ཀྱི་གནས་ལུགས། ཕྱིན་ཅི་མ་ལོག་པའི་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི། འདི་ཡི་ནང་ནས་ཐབས་དང་ཤེས་རབ་ཀྱི་ཡོན་ཏན་ཐམས་ཅད་དེ་གཅིག་གིས་ཡོད་པ་ཡིན་དུ་ཅི་ཤེས་ཏེ། ནི་ལྟེ་བ་ཀུན་སྟོང་གི་ཐིག་ལེ་དེ་བཞག་ཡོང་དུས་འདི་རྡོ་རྗེ་སྟེ། གྲོང་ཆོག་འཇུག་ཡག་གི་ལག་ཆ་ལྟ་བུ་མ་ཡིན་པ། རྡོ་རྗེ་འདི་གི་སྟེང་ནས་ང་རང་ཚོ་གིས་ད་དོན་དམ་གྱི་གནས་ལུགས་ཤིག་རྟོགས་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་རྡོ་རྗེ་ཟེར་ཡ་དེ་གཤིས་འགྱུར་བ་མེད་པའི་གནས་ལུགས་ལ་གོ་བ་རེད་སེམས་ཀྱི་གཤིས་གནས་ལུགས་འགྱུར་བ་མེད་པ་དེ་ལ་ཡ་དེ་ནི་རྡོ་རྗེས་ལབ་པ་རེད། ད་དེ་འདྲའི་གི་གཤིས་འགྱུར་བ་མེད་པའི་རྡོ་རྗེ་དེ་ཡིས་རྡོ་རྗེས་བྱས་ད་སེམས་ཟེར་བའི་སྐབས་སུ་དེ་ལས་དེ་ནི། ཐེག་པ་ཆེན་པོ་གྱི་རྟགས་ཀུན་རྫོབ་བྱང་ཆུབ་ཀྱི་སེམས་ལ་སོགས་པ་དེ་ཚོ་ཐམས་ཅད་དེ་དེ་ནས་ཡོང་གི་ཡོད་པ་རེད། བྱམས་པ་སྙིང་རྗེ་དག་འཕགས་འཕགས་རྒྱར་ཡོང་དུས་བཀའ་གདམས་པའི་ལུགས་རེད་ཡ། དེ་ནས། གཅིག་གི་རྒྱུ་འབྲས་མན་ངག་བདུན་གྱི་ཐོག་ནས། དངོས་གཞི་བྱང་ཆུབ་ཀྱི་སེམས་བསྐྱེད་དགོས་ཡ། སློབ་དཔོན་སྤྱི་འཇུག་མཁན་པོའི་ལུགས་ལས་ཡ། སྨོན་སེམས་དང་འཇུག་སེམས་གཉིས་ཀྱི་ཐོག་ལས་བྱང་ཆུབ་ཀྱི་སེམས་བསྐྱེད་ཡ་ལ་སོགས་པའི་ཐབས་ཀྱི་རིམ་པ་དེ་བླ་མ་བརྒྱུད་པའི་གི་མན་ངག་གི་ལུགས་ལས་ཡ། གང་ཟག་རྣམས། ལམ་ལ་བཀོད་ཡག་ལ་ཐབས་ཤེས་རིམ་པ་མང་པོ་གསུང་གི་ཡོད་པ་རེད་དེ། དེ་འདྲའི་དེ་ལ་ཡང་སེམས་བྱེད། ད་དེ་འདྲའི་གི་སེམས་དེ་དཔའ་ཟེར་བའི་བཀའ་སོགས་ལ་དྭོགས་དཔའ་དཔའ་བོ་ཆེན་པོ་ཟེར་ཡག་དེ་རེད་བ། དཔའ་བོ་ཆེན་པོ་ཟེར་ཡག་དེ་འཇིག་རྟེན་གི་དཔལ་ལ་ཡང་བློ་ཁོག་ཆེན་པོ་ཟེར་གི་ཡོད་རེད་འཇིག་རྒྱུ་མེད་པ་སྐྲག་རྒྱུ་མེད་པ་གཞེས་རྒྱུ་མེད་པ་ཅིག་ལ་ཡང་ང་ཚོ་དཔའ་བོ་ཟེར་གི་ཡོད་རེད། ད་དེ་འདྲའི་གི་དཔའ་བོ་དེ་ད་ལྟ་འདི་ལས་ཡང་དཔའ་བོ་ཞིག་སྦྱར་དགོས་ཡ་རྒྱུ་མཚན་ག་རེ་གོ་གི་ཡོད་རེད་ཟེར་ན་ཆོས་ཐམས་ཅད་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པ་དེ་ག་བ་གོ་གི་ཡོད་རེད་ཟེར་ན་ཟབ་མོ་སྟོང་པ་ཉིད་རེད། སྟོང་པ་ཉིད་དེ་དང། རང་བཞིན་ལྷན་ཅིག་སྐྱེས་པའི་གི་འོད་གསལ་དེ་ཉིད་དབྱེར་མི་ཕྱེད་པར་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་ཡོད་རེད། དེ་འདྲའི་གཅིག་གི་འོད་གསལ་སྟོང་གཉིས་སུ་མེད་པའི་གནས་ལུགས་དེ་ངོ་ཤེས་ངོ་འཕྲོད་དེ་ལ་ཡང་བརྟན་པ་ཐོབ་བཙན་ས་ཟིན་ཐུབ་ན། བཙན་ས་ཟིན་ཐུབ་ན་འཁོར་འདས་ཀྱི་ཆོས་གང་ལ་ཡང་འཇིགས་སྐྲག་དགོས་གི་མ་རེད་འཁོར་འདས་ཀྱི་ཆོས་གང་ལ་ཡང་རེ་དོགས་དགོས་གི་མ་རེད། རེ་དོགས་དང་གཉིས་འཛིན་གྱི་བློ་དེ་གང་ནས་བྱུང་བ་རེད་ཟེར་ན་དེ་ལྟའི་སེམས་ཀྱི་གཤིས་ཀྱི་གནས་ལུགས་དེ་ངོ་མ་ཤེས་པ་ལ་བརྟེན་ནས་རང་ལ་ཡོད་ཀྱང་རང་བཞིན་གྱི་ཡོན་ཏན་རང་ལ་ཡོད་ཀྱང་ཡོད་པར་མ་ཤེས་ནས། འདི་ནི་བློ་ཡི་གཏད་སོ། ཡུལ་ལ་བཞེངས་ཤིང་ཆགས་ནས་གཉིས་འཛིན་གྱི། གཉིས་འཛིན་གྱི་བློ་དེ་ཡིས་སེམས་རང་དབང་མེད་པར་བཟོས་ནས་རང་གིས་རང་ཉིད་འཁོར་བ་ལ་བཅིངས་པ་ཡིན་དུས་འཇིགས་དགོས་ཀྱི་ཡོད་རེད་སྐྲག་དགོས་ཀྱི་ཡོད་རེད། ཡིན་ན་ཡང་གནས་ལུགས་ཐོག་ནས་བསམ་བློ་བཏང་ཡོང་དུས་དེ་དོན་དག་མེད་པ་གིས་འཇིགས་པ་དོན་དག་མེད་པར་སྐྲག་པ་དོན་དག་མེད་པ་གིས་དངངས་སྐྲག་ཅིག་སྐྱེས་བསྡད་པ་ཞིག་རེད་མ་གཏོགས་གནས་ལུགས་དོན་གྱི་གཤིས་ཀྱི་ཐོག་ལ་བསམ་བློ་བཏང་ན་འཇིགས་དགོས་ཡ་ཡོད་མ་རེད། སྐྲག་གོ་ཡ་ཡོད་མ་རེད་དེ་འདྲས་ཀྱི་གནས་ལུགས་དེ་མངོན་དུ་བྱུང་ཡ་ལ་ནི་ད་ལྟ་འདིའི་སྐབས་ལ་ཡ་ད་མཚོན་བྱེད་དཔེ་ཡི་རྡོ་རྗེ་སེམས་དཔའ་མཚོན་བྱེད་ལམ་གྱི་རྡོ་རྗེ་སེམས་དཔའ་ལ་སོགས་པ་དེ་འདྲས་ཀྱི་ལམ་གྱི་རིམ་པ་ལ་བརྟེན་ནས་མཐར་ཐུག་དེ་ད་ནི་མཚོན་བྱ་དོན་དམ་པའི་རྡོ་རྗེ་སེམས་དཔའ་དེ་རྟོགས་དགོས་ཀྱི་ཡོད་པ་ཡིན་དུས་དེ་འདྲས་རྟོགས་ཡ་ལ་ལས་དང་པོ་བས་ཀྱི་འཇུག་པའི་རིམ་པ་དེ་དང་པོ་གང་ནས་འགོ་ཚུགས་དགོས་ཀྱི་ཡོད་རེད་ཟེར་བཤད་ཡོང་དུས་དམ་ཚིག་སེམས་དཔའ་སྐྱེ་དགོས་རེད་ཅེས་དུས་རང་གི་ལུས་ལྷ། ངག་སྔགས་ནི་སེམས་ཏེ་དྲན་རྟོག་ཐམས་ཅད་ཀྱི་དེ་ནི་ཡེ་ཤེས་ཀྱི་ཀློང་གི་ནང་ལ་ཡང་བཅོས་མའི་རྣམ་རྟོག་ཅིག་འགྲོ་དགོས་གལ་ལ་ད་དང་པོ་ནས་ང་ཚོ་སེམས་ཀྱི་གནས་ལུགས་དེ་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་རེད་བདེ་སྟོང་ལྷན་སྐྱེས་རེད་དོན་དམ་པའི་རྡོ་རྗེ་སེམས་དཔའ་རེད་ཟེར་ནས་ལབ་པ་ཡིན་ན་ཡང་དེ་ཚུན་ཆད་བདག་དང་ཐ་སྙད་ཀྱི་ཐོལ་སྐྱེས་སུ་འགྲོ་བ་མ་གཏོགས་རྟོགས་ཐུབ་ཀྱི་མི་འདུག་ག་དེ་ཡིན་དུས་དང་པོ་བཅོས་མའི་ལམ་ཞིག་དགོས་ཀྱི་ཡོད་རེད་ད་བཅོས་མའི་ལམ་དེ་གི་ཐོག་ནས་དེ་ནས། སྤྱི་བོ་ལ་རང་གི་ཀྲྀ་བ་ལ་སངས་རྒྱས་ཐམས་ཅད་ཀྱི་སྐུ་རྡོ་རྗེ་ཡི་གེ་ཨོམ་དཀར་བོ། ངག་ལ་མགྲིན་པ་ལ་སངས་རྒྱས་ཐམས་ཅད་ཀྱི་གསུང་རྡོ་རྗེ་ཡི་གེ་ཨ་དམར་བོ། སྙིང་ག་ལ་སངས་རྒྱས་ཐམས་ཅད་ཀྱི་ཐུགས་རྡོ་རྗེ་ཡི་གེ་ཧཱུྃ་སྔོན་པོ་ཞེས་བྱ། དང་དེ་འབྲེལ་གྱི་གནས་གསུམ་ཡི་གེ་གསུམ་ལས་འོད་ཟེར་འཕྲོས། འོད་ཟེར་འཕྲོས་ཡོང་དུས་དེའི་ཡེ་ཐ་ནི་གཅིག་གིས་དག་པའི་ཞིང་ཁམས་རྣམས་སུ་ལ་ཡང་སངས་རྒྱས་ཐམས་ཅད་ལ་མཆོད་པ་བླ་ན་མེད་པ་ཕུལ། དེ་དག་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐམས་ཅད་དུ་ཚུར་བསྡུ་ནས་རང་ལ་ཐིམ། སླར་ཡང་འོད་ཟེར་འཕྲོས་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ལ་ཕོག་དེ་དག་གི་རྒྱུད་ཀྱི་ལས་དང་ཉོན་མོངས་པ་དང་དེ་ཡི་འབྲས་བུ་སྡུག་བསྔལ་དང་བཅས་པ་ཐམས་ཅད་བྱང་ནས་མ་འོངས་པ་ལ་དེ་དག་ཐམས་ཅད་པ་རྡོ་རྗེ་སེམས་དཔའི་ངོ་བོ་ལ་རྣལ་འབྱོར་བའི་ས་བོན་རྒྱུད་ལ་བཞག་སོང་བསམ། སླར་ཡང་འོད་ཟེར་དུ་ཚུར་བསྡུ་ཡོན་དུ་རང་ལ་ཐིམ་པས། དེ་ནས་ལྷར་དེ་ལས་འོད་ཟེར་འཕྲོས་པས་ཕྱོགས་བཅུའི་ཞིང་ཁམས་རབ་འབྱམས་རྣམས་སུ་ཕོག། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ནི་རྡོ་རྗེ་སེམས་དཔའི་སྐུ་ཡི་རྣམ་པ་ལ་རྣལ་འབྱོར་ཆེ་བ་ལ་རི་རབ་ཙམ་ཆུང་བ་ལ་ཡུངས་དཀར་ཙམ་ཆེ་ཆུང་གྲངས་མེད་པ་དཔག་ཏུ་མེད་པ་སྤྱན་དྲངས་པ་ཟེར་ཡ་དེའི་སྐབས་ལ་ཡེ་ཤེས་སེམས་པ་ཤེས་ཀྱི་ཡོད་རེད་དམ་ཚིག་སེམས་པ་དང་ཡེ་ཤེས་སེམས་པ་གཉིས་དང་དེ་འདྲ་གི་ཡེ་ཤེས་སེམས་པ་དེ་ཆེ་ཆུང་མ་ངེས་པ་ཚོགས་ལ་ཆར་ཕབ་པ་ལྟ་བུ་རང་གི་ལུས་ངག་ཡིད་གསུམ་ལ་ཐིམ་པས་ཡང་ནི་ལུས་ངག་ཡིད་གསུམ་དེ་ཕྱིན་ཅི་ལོག་པའི་གེ་དག་ལུས་ངག་ཡིད་གསུམ་མ་དག་པའི་ལུས་ངག་ཡིད་གསུམ་གྱི་དྲི་མ་མཐའ་དག་བྱང་ནས་དག་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཡོད་ནས་རང་ཆས་སུ་ཡོད་པ་ལ་ཡོད་པར་ངོ་ཤེས་ནས་དེའི་དོན་དུ་མཉམ་པར་འཇོག་ན། ད་ནི་དབང་ཐོབ་བསྲིས་ཡོད། གསང་སྔགས་རྡོ་རྗེ་ཐེག་པའི་དབང་ཐོབ་མ་ཐོབ་ཀྱི་ས་མཚམས་དེ་ག་བར་བཞག་སོང་ཟེར་ན། ཐོབ་མ་ཐོབ་ས་མཚམས་དེ་དབང་དོན་ཡེ་ཤེས་རྒྱུད་ལ་སྐྱེས་མ་སྐྱེས་ལ་བལྟས་ནས་དབང་ཐོབ་མ་ཐོབ་ཀྱི་ས་མཚམས་དེ་བཞག་གི་ཡོད། དེ་རྒྱུད་སྡེ་གོང་མ་ཐམས་ཅད་སྐད་ཆ་གཅིག་པ་རེད། ཕ་རྒྱུད་མ་རྒྱུད་གཉིས་མེད་རྒྱུད་ག་རེ་ཡིན་པ་ཡིན་ན་ཡང་དེ་འདྲ་ཡིན་དུ་དེ་འདྲས་ཀྱི་དབང་དོན་ཡེ་ཤེས་རྒྱུད་ལ་སྐྱེས་ཟེར་བའི་བཀའ་སྲོལ་ལ་གསར་དུ་སྐྱེས་པའི་སྐད་ཆ་མ་ཡིན་པ་དབང་དོན་ཡེ་ཤེས་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་ཡོད། ད་ལྟ་རྡོ་རྗེ་སློབ་དཔོན་གྱིས་ནི་དབང་ཞིག་གི་རིམ་པ་ལ་བལྟས་ནས་སྣང་སྟོང་ཟུང་འཇུག་རེད་གསལ་སྟོང་ཟུང་འཇུག་རིག་སྟོང་ཟུང་འཇུག་བདེ་སྟོང་ཟུང་འཇུག་ཟེར་ངོ་སྤྲོད་ཡོང་དུས་སེམས་ཀྱི་གཤིས་ཁོ་རང་ལ་གསལ་སྟོང་རིག་སྟོང་བདེ་སྟོང་ཟེར་དབྱེ་བ་སོ་སོ་ཡོད་མ་རེད། ཡིན་ན་ཡང་འཇུག་སྒོའི་ལམ་གྱི་རིམ་པ་ལ་བལྟས་ཡོང་དུས་དྲི་མ་རྒྱང་རིང་གི་ཐོག་ནས་ངོ་འཕྲོད་བྱ་སོ་སོ་ཞིག་ཡོང་གི་ཡོད་རེད། རྟོགས་བྱ་ཡོན་ཏན་གྱི་ཐོག་ཁོ་རང་ལ་ཡང་དབྱེ་བ་ཡོད་མ་རེད་དེ་ཡིན་ནས་རྟོགས་པའི་རིམ་པ་ལ་གསལ་སྣང་དང་སོལ་སྣང་ཇེ་མཐོ་ཇེ་མཐོ་ཇེ་མཐོ་འགྲོ་ཡོང་དུས་ཉམས་མྱོང་རེ་རེ་རྒྱུད་ལ་སྐྱེ་ཡོད་པ་རེད། དེ་ཚོའི་རིགས་དེ་དང་སྔགས་ཀྱི་རྒྱུད་ཀྱི་བཤད་པ་དེ་ཚོ་རྣམས་ལའང་ཞིབ་ཕྲ་ཞིབ་ཕྲ་ཡོད་རེད་བ་ད་ཡིན་ནའང་ད་ལྟ་མདོར་བསྡུས་བཤད་ཡོང་དུས་དེ་འདྲ་ཡིན་དུས་དེ་ནི་ད་ལྟ་བླ་མའི་ཡིན་ནི་མ་གཏགས་ཁྱེད་རང་ཚོ་ད་ལྟ་ད་ནི་གོང་དུ་ངོ་སྤྲོད་ཞུས་པ་དེ་ལྟར་དུ་བྱས་ནས་མཉམ་པར་བཞག་ན་དེ་ནི་རྡོ་རྗེ་སེམས་དཔའི་གི་དབང་ཐོབ་པ་རེད། འོ་ད་དེ་ནི་བུམ་པ་མགོ་ལ་དཀྲོབ་ཟེར་ནས་ཐོབ་ན་འདྲ་མ་ཐོབ་ན་འདྲ་དབང་ཐོབ་པ་རེད་དེ་འདྲ་ཡིན་དུས་ང་ཚོ་ད་དབང་ཞུ་བའི་སྐབས་སོགས་ལ་འཚང་ཁ་རྒྱག་ཡ་ཞིག་འདུག་བ། ཚང་ག་རྒྱག་ཡོང་དུས་ག་ཟེ་ན་ང་བུམ་ཆུ་རག་མ་སོང་ཟེར་བདུད་རྩི་རག་མ་སོང་ཟེར་བུམ་པ་དེ་ཡེ་ནས་མ་བཅང་ཟེར་བྱས་པ་མ་གཏོགས་མགོ་ཐོག་ལ་ཡང་ལྐོག་ཟེར་ནས་ཞུས་མ་སོང་ཟེར་ད་ནི་ཞུས་པ་ཙམ་དུ་མ་ཟད་པར་ད་ལྟའི་ཁྲག་ར་ཆུ་གཏེར་སུ་ཐོན་པ་ཡང་ད་རུང་བྱིན་རླབས་ཆེན་པོ་རེད་ཟེར་གྱི་འདུག་བ་དེ་འདྲའི་ཟེར་མཁན་མང་པོ་འདུག་ཁྲག་ར་ཆུ་ཐོན་ཅེས་དེ་ནས་རྡོག་རྡོག་རེད་ན་ད་དབང་ཡག་པོ་ཐོབ་སོང་བསམ་སང་འདྲ་བོ་དེ་འདྲ་རེད་གི་འདུག་བ། འོ་དེ་རེད། ད་དེ་འདྲ་ཅིག་མ་ཐོབ་ན་སྔོན་མ་ལོ་རྒྱུས་ཅིག་ཡང་བསྡུ། བླ་མའི་ག་དུས་ཡིན་ན་ཁྱོད་རང་ཚོ་ལ་སྐུ་ཡི་བྱིན་རླབས་ཐོབ་པའི་མོས་པ་མཛོད། གསུང་གི་བྱིན་དབང་ཐོབ་པའི་མོས་པ་མཛོད་ཟེར་དུས་རྗེས་མ་མི་ནས་ཡང་སློབ་མ་དེ་གིས་ཡང་མར་དང་ཕྱུར་ར་དེ་ཟེར་ཚུལ་བྲིས་འདུག་བླ་མ་ཁྱོད་རང་ལ་ཡང་འདི་ཐོབ་པའི་མོས་པ་མཛོད་གསུངས་སོང་ཟེར་བ། འོ་དེ་འདྲ་པོ་ཆགས་ཀྱི་རེད། ད་དེ་ཚོ་བྲིས་ཏེ་གནས་ཚུལ་ག་བ་ཐུག་འདུག་ཟེར་བཤད་ཡོང་དུས་ད་ལྟ་ངས་གོང་དུ་ཤོད་པའི་གི་རྙོག་དྲ་དེ་ནས་བྱུང་བ་རེད། ཡོད་དོ། བུམ་པ་དེ། གསེར་དང་དངུལ་གྱི་བུམ་པ་ཡིན་གཅིག་མིན་གཉིས་ཡོད་དགོས་ཡ། ཟངས་ཀྱི་བུམ་པ་ཡོད་ན་བླ་མ་དེ་སྤྲང་པོ་གཅིག་ཡིན་པས་སོ་ར་ཅིག། དགོན་པ་ནང་ན་ཡང་ཟངས་དང་ལྕགས་ཀྱི་བུམ་པ་ཅིག་ཡོད་ན་དགོན་པ་དེ་སྤྲང་པོ། རེད་དོ། ད་བླ་མ་དེ་ལ་མདའ་རུ་དེ་ཡང་བ་སོའི་མདའ་རུ། ད་ནི་རྡོ་རྗེ་དེ་ཡང་ད་ནི་གསེར་གྱི་རྡོ་རྗེ། རེད་འདུག་ག་དེ་ནས་སྲིང་མོ་བཀྲ་མ་གི་བུ་མ་ཙི་བླ་མ་དེ་བྱིན་རླབས་ཆེན་པོ་རེད་ཤག་དབང་བྱིན་རླབས་ཆེན་པོ་ཐོབ་སོང་སྲིང་མོ་བཀྲ་མ་རྐྱང་རྐྱང་རེད་ཤག་ཟེར་གི་རོ་འོ་དེ་འདྲས་ཅིག་འོ་ད་དེ་འདྲས་ཀྱི་རྙོག་དྲ་ལས་ཡོང་དུས་དེ་ནས་ཐོབ་པའི་མོས་པ་མཛོད་ཟེར་དུས་བུམ་པ་ནི་མགོ་ལ་རག་མ་སོང་ཙག་ལི་ནི་མགོ་ལ་རག་མ་སོང་དེ་ནས་བདུད་རྩི་ལ་སོགས་པ་ནི་ཐོབ་མ་སོང་ཚང་མ་མོས་པ་མཛོད་ཡ་རེད་ཤག་ད་དེ་འདྲས་ཡིན་ན་འོ་དེ་ནས། དང་འབུལ་བ་ཕུལ་བ་དེ་ཚོའི་ཕྲིན་ཡང་བླ་མ་ཁྱེད་རང་ལ་ཐོབ་པའི་མོས་པ་མཛོད་ཟེར་བསྟན་ཚེ་ཆད་མེད་ནས་ངོ་བོ་ནང་ན་ཚུར་བསྡུས་བྱ་བར་རེ་བ། འོ་དེ་རྙོག་དྲ་དེ་ཡོང་གི་ཡོད་རེད་ད་དེ་ཕྱོགས་གཅིག་ནས་རྩེད་མོ་རེད་དེ་ཕྱོགས་གཅིག་ན་དེ་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད་རེད་ད་ལ་དེ་གལ་ཆེན་པོ་རེད་འདུག་བ། ང་ཚོ་བོད་བརྒྱུད་ནང་བསྟན་ནང་ལོགས་དང་ལྷག་པར་དུ་དེ་གཅིག་གི་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་བྱེད་མཁན་དེ་ཚོའི་གྲས་དེ་ཧ་ཅང་གི་ཁྱབ་ཆེ། ཁྱབ་ཆེ་དྲགས། ཁྱབ་བརྡལ་ཤུགས་ཆེན་པོ་ཆེ་ཕྱིན། ཡིན་ན་ཡང་གནད་དོན་དེ་མགོ་མ་འཚོས་ཡོང་དུས། དེ་ནི་དབང་ག་ཚོད་ཅིག་ཞུས་པ་ཡིན་ན་ཡང་ཅིག་བྱིན་རླབས་ཐོབ་སོང་བསམ་བསམ་འདྲ་བོ་དང་དབང་དེ་ཞུས་ནས་རང་གི་སེམས་ལ་ཡང་ཉམས་རྟོགས་འདི་འདྲ་ཅིག་སྐྱེས་ཀྱི་འདུག་དྲི་མ་དེ་འདྲ་ཅིག་བྱང་ཐུབ་ཀྱི་འདུག་སྔར་ཡིན་ན་ཆགས་སོགས་ཉོན་མོངས་པའི་རྣམ་རྟོག་དེ་འདྲ་ཅིག་ཡོད་དབང་གིས་ཡེ་ཤེས་རྒྱུད་ལ་སྐྱེས་ནས་ད་ནས་ཀྱང་ཆགས་སོགས་ཉོན་མོངས་པའི་དྲི་མ་དེ་མ་ཕྲ་རུ་ཕྲ་རུ་མ་དམའ་རུ་དམའ་རུ་འདི་འདྲ་ཅིག་འགྲོ་སོང་བསམ་པའི་གི་ཉམས་མྱོང་ཡོང་ཐུབ་ཡ་དཀའ་ལས་ཁ་པོ་ཞིག་འདུག་བ། དེ་འདྲ་ཡིན་དུས་དབང་ཟེར་ཡ་འདི།

ཡིན་ན་ཡང་ལས་དང་པོ་པ་མང་པོ་ཅིག་ཡོད་པ་ཡིན་དུས་དེ་ཚོ་བྲིས་ལ་ད་ཁམས་པའི་སྐད་དང་མ་སོང་ན་ཁ་ཕན་ཚིག་ཕན་ཏག་ཟེར་བ་རེད་ད་ནས་ཡང་ཅིག་གི་དེ་འདྲ་ཅིག་བ་ཞུ་བཞག་ན་ཡག་པོ་འདུག་བསམ་སོང་དེ་མ་གཏོགས་ད་ང་འདི་གང་ལ་ཞིག་བསྡད་བུམ་པ་ཞིག་གནམ་ལ་བཅག་བྱེད་ཅིག་ཐོབ་པའི་མོས་པ་ཚོད་མང་པོ་ཅིག་ཟེར་བ་ཡིན་ན་དེ་གི་དགོས་པ་ཞིག་ལ་མཐོང་མ་སོང་དེ་འདྲ་ཡིན་དུས་ཅིག་གི་ངོ་སྤྲོད་ཀྱི་རིན་པ་མདོ་བསྡུས་ཅིག་ཞུ་ན་ཕན་ཐོགས་གི་རེད་བསམ་སོང་འོ་ཐུགས་ཟིན་ཡིན་ལ།